བཏང་སྙོམས་མ་བྱུང་པའི་ཐག་གཅོད་དེ་སམ་སེམས་ལ་ཡ་ཡངས་ཡངས་སུ་འཁོར་དུས་ཙང་ཀ་དེ་ངས་ལྕགས་རྒྱག་ཡ་ལས་གནོད་ཞིག་ད་སྐྱེལ་གི། བྱས་ཙང་དེའི་ཐད་ལ་ཡ་སྐད་ཆ་ཞིག་མ་བཤད་པ་ཡིན་པས་ན་གནས་ཚུལ་དེ་ཕྱིས་དྲ་བ་ཡིན་པས་ན་ང་རང་གྱོད་བོ་ཞིག་ད་སྐྱེལ་བ། བྱས་ཙང་ད་རིང་འདི་ལ་ཡ་སླར་ཡང་གདོང་པ་ཞིག་སྟོན་རྗེས། ངས་དོན་གཉེར་གསར་དྲུག་གི་སྲིད་སྤྱི་གཉིས་དང་འབྲེལ་བའི་ཐ་མའི་བསམ་ཚུལ་གྱི་ཞུ་བ་བཅག་ཡོད། གནས་ཚུལ་དེ་ག་རེའི་ཐད་ལ་ཡང་ཞུ་བ་ཡིན་པ་ཆེད་ཞུ་ཡིན་པས་ན་དབུས་འོས་བསྡུ་ལྷན་ཁང་གིས་བཏང་པའི་བཅད་ཁྲ་དེའི་ཐད་ལ་ཡང་ཡིན། བཅད་ཁྲ་དེའི་ནང་ལོགས་ལ་ཡང། མི་སྣ་དུ་མ་གསུངས་ན་མི་སྣ་གཉིས་ཡོད་རེད། མི་སྣ་དང་པོ་དེ་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་མི་དམངས་ངོས་ནས་ཚད་མཐོ་བོས་འདེམས་ཐོན་གནང་པའི་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས་དང། ཨ་ནེ་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་ཆབ་འབངས་སྨན་པ་སྟག་རི་ལགས་རེད། གནས་ཚུལ་དེའི་བྱུང་རིམ་དང་ཟིན་ནས་མི་འདུག་བརྒྱུད་རིམ་ཐད་ལ་ཡང་ངས་དོ་སྣང་དེ་བྱས་པ་ཡིན། སྨན་པ་ཏཱ་ར་ལགས་ཀྱིས་དེ་དང་དེའི་དུས་ལ་ཡང་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས་དབུ་མའི་ལམ་གྱི་སྲིད་བྱུས་དང་འབྲེལ་བའི་ཐད་ལ་ཡང་དགག་པ་རྒྱབ་འཇོག་གི་ཉེས་རྡུང་དེ་ངས་ཆ་ཚང་བལྟས་པ་ཡིན་ལ། དེ་དང་དེའི་དུས་ལ་ཡང་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས་དབུ་མའི་ལམ་གྱི་སྲིད་བྱུས་དང་འབྲེལ་བའི་ཐད་ལ་ཡང་གསུང་བཤད་གནང་འཇོག་གི་བརྙན་ཐུང་དེ་ངས་ཕྱི་དང་བྱས་པ་ཡིན། དེས་ན་ལོ་ལ་ཡང་སྐར་མ་སུམ་ཅུ་སོ་གསུམ་རྩེ་གཅིག་གིས་གསུང་བཤད་གནང་བཞག་བཞག། སྨན་པ་ཏཱ་རེ་ལགས་ཀྱིས་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས་དབུ་མའི་ལམ་གྱི་སྲིད་བྱུས་དང་འབྲེལ་བའི་ཐད་ལ་ཡང་དགག་པ་རྒྱབ་འཇོག་གིས་བརྙན་ཐུང་དེ་ནང་ལོ་ལ་མ་ཡག་པོ་བྱས་བལྟས་ཡོང་དུས་གཙང་ཀ་དངུལ་ནས་བྱས་པ་ཡིན་པས་ན་སྨན་པ་ཏཱ་རེ་ཁོ་རང་རང་གི་གནས་ལུགས་རྒྱུ་མཚན་དྲང་གདངས་དང་རྒྱུ་མཚན་གྲངས་རྟགས་ཙམ་རེད་མ་འདོག་གོ་ཅིག་དེའི་ནང་ལོགས་ལ་ཡ་སྨན་པ་ཏཱ་ར་ལགས་ལ་ལོ་བརྒྱད་ཀྱི་འདམ་བྱ་འདེམས་བྱེད་འཕྲོག་ཡག་གི་ནག་ཉེས་བསགས་དགོས་ཡག་གི་བཀའ་མོལ་དེ་འདྲ་ངས་གནང་བཞག་ཁ་གི་བསམ་གོ་མི་འདུག་ཡིན་ན་ལས་དེའི་ནང་ལོགས་ལ་ཡ་སྨན་པ་ཏཱ་ར་ལགས་ཀྱིས་ག་རེ་འཁྲུག་འདུག་ཅེས་ཞུས་ཡོད་ཡིན་པས་ན་དེ་འདྲ་བྱ་ཟེར་ཞེས་ཞུ་འཁྲུག་བཞག། སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས་དབུ་མའི་ལམ་གྱི་སྲིད་བྱུས་དང་འབྲེལ་བའི་ཐད་ལ་ཡང་གསུང་བཤད་གནང་དུས་ཙང་ཀ་དེ་འདྲའི་དབུ་ཁྲིད་ཅིག་ལ་ཡང་ཡིད་ཆེས་མེད་ལ་རེ་བ་མེད་ས་ཀྱི་དེ་འདྲ་དེ་མོ་རང་གི་གཏམ་བཤད་གནང་སྐྱོང་དུ་མ་ཉན་པ་ཡིན་ན། དེ་འདྲ་དེ། རྒྱ་ནག་གི་སྲིད་འཛིན་ཞིས་ཅིང་ཕིང་ལ་ཡང་བྱ་གི་འདུག་མ་འདོར་བའི་རྗེས་ཀྱི་རྒྱ་རོམ་བྱེད་ལ་ཡང་བྱ་གི་མི་འདུག། ཡིན་པའི་གནས་ལས་སྨན་པ་ཏཱ་ར་ལགས་ཀྱིས་དགའ་པོ་སྐྱོན་འགྱོགས་ཀྱིས་བརྙན་ཐུང་དེའི་ནང་ལོགས་ལ་ཡ་དེ་དྲི་དེ་རྒྱག་རུང་ཅི་ལ་བྱ་གནང་ཤག་དེ་འཁྲུག་པ་ཙམ་མ་གཏོགས་སྨན་པ་ཏཱ་ར་ལགས་ཀྱིས་དགག་པ་རྒྱག་སྟངས་རྒྱག་ལུགས་དེའི་ཐད་ནས་སྨན་པ་ཏཱ་ར་ལགས་ལ་ཡ་ས་ལས་ན་ལག་ནག་ཉེས་ལོ་བརྒྱད་ཕོག་བ་དེ་འདྲ་ནི་ངས་ཁ་ཁེ་བྱས་མ་བྱུང། ད་ཡིན་གནས་ལས་དམངས་གཙོའི་ལམ་ལུགས་ས་དེ་དང་དམངས་གཙོའི་ལམ་ལུགས་ནང་ལོགས་ལ་ཡ། ཁེ་དབང་ས་གཅིག་རང་གཅིག་ཡོད་དེ་སྨྲ་བརྗོད་རང་དབང་རེད། ཐོབ་ཐང་གཅིག་རང་གཅིག་ཡོད་དེ་སྨྲ་བརྗོད་རང་དབང་རེད། དམངས་གཙོའི་ལམ་ལུགས་ཡིན་པའི་རྒྱལ་ཁབ་ག་འདྲས་ཅན་པའི་གནས་ལ་དུས་ཚོད་ནང་ལོག་ལ་ཡང་འོས་ཤོག་གི་ལས་འགུལ་དེ་ཡར་ལངས་ཡོང་དུས་ཙང་ཀ་སུ་སུའི་བློ་ལ་མ་འདྲ་བའི་འོས་མིའི་དགོངས་པ་བཞེས་སྟངས་དང་ལངས་ཕྱོགས་ཟིན་སྟངས་ཐད་ལ་ཡང་དགག་པ་རྒྱག་ཡ་དེ་དམངས་གཙོའི་རང་དབང་གིས་ང་ཚོ་ལ་སྤྲད་བའི་ཐོབ་ཐང་གལ་ཆེ་ཤོས་དེ་རེད། སྨན་པ་ཏཱ་ར་ལགས་ཀྱིས། ཨ་ནི་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ཀྱི་དམངས་གཙོའི་ལམ་ལུགས་ཀྱི་སྤྲད་པའི་ཁེ་དབང་དང་ཐོབ་ཐང་འགན་འཁྲི། ལོངས་སུ་སྤྱད་བྱས་རྗེས་ཨ་ནི་སྤྱི་འཐུས་རྣམ་རྒྱལ་སྒྲོལ་བ་ལགས་དེ་དང་དེའི་དུས་ལ་ཡ་དབུ་མའི་ལམ་གྱི་སྲིད་བྱུས་དང་འབྲེལ་བའི་ཐད་ལ་ཡ་ཨ་ནི་གསུང་བཤད་གནང་རྒྱུ་དེ་ལ་དགག་པ་རྒྱག་པ་རེད། དེ་སྨན་པ་ཏཱ་རེའི་ཐོབ་ཐང་རེད། སྨན་པ་ཏཱ་རེའི་རང་དབང་རེད། ཡིན་ན་ལས་གལ་སྲིད་སྨན་པ་སྟག་རས་བརྙན་ཐུང་དེའི་ནང་ལོགས་ལ་ཡང་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལ་ཁོ་རང་སྒེར་གྱི་འཚོ་བ་དང་ཁོ་རང་སྒེར་གྱི་བརྩེ་དུང་གི་སྐོར་དང་ཕ་མའི་སྐོར་དང་ཁྱིམ་ཚང་སྐོར་དང་དེ་འདྲའི་ཐད་ལ་ཡང་བྱུས་གཏོགས་བྱས་ཡོད་ཡིན་པས་ན། ད་ཁྲིམས་ལ་ཡང་གཏུགས་ནས་ལས་འགྲོ་སའི་ལམ་ཁ་འཇོག་རེད། ཡིན་ན་ལས་བརྙན་ཐུང་དེའི་ནང་ལོགས་ལ་ཡང་དེ་འདྲའི་སྐོར་རྐང་གཅིག་ཞུས་མེད་པ་ཡིན་པ་སོང་ཙང་སྨན་པ་སྟག་ར་ལགས་ཀྱིས་སོ་སོའི་སྨྲ་བརྗོད་ཀྱི་རང་དབང་ལོངས་སུ་སྤྱད་རྗེས་དབུ་མའི་ལམ་གྱི་སྲིད་བྱུས་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་ཨ་ནེ་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས་དབུ་མའི་ལམ་དང་འབྲེལ་བའི་ཐད་ལ་གཏམ་བཤད་གནང་སྐྱོང་དེ་ལས་དགག་པ་རྒྱག་པ་དེ། དབུ་མའི་ལམ་དམངས་གཙོའི་ལམ་ལུགས་སྤྲད་པའི་ཐོབ་ཐང་ཡིན་དུས་ཙང་ཀ་དེ། དབུས་འོས་བསྡུ་ལྷན་ཁང་ནས་ཡར་འཕྲོག་བྱེད་བྱེད་ས་ལས་ན་ལོ་བརྒྱད་ཀྱི་གདམ་བྱ་འདེམས་བྱེད་ཀྱི་དབང་ཆ་འཕྲོག་བྱེད་སྨན་པ་ལྟར།

ཡིན་ནའི་ལས་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས་བཀའ་མོལ་གནང་སྟངས་དེ་ལ་ཡང་བསམ་བློ་ཞིག་བཏང་མེད་ན་དགའ་མོས་མཁྱེན་ཚ་ཞིག་རང་གནང་བཞག་བཞག་དེས་ན་ལོག་ལ་ཡ། དབུ་མས་ལངས་པའི་སྲིད་ཇུས་འདི་བྱང་ཆུབ་སེམས་དཔའ་ཞིག་གི་དགྲ་བོ་རྒྱ་མི་ལ་ཡ། སྙིང་རྗེ་སྒོམ་པའི་སྲིད་ཇུས་རེད་ཅེས་བཀའ་མོལ་དེ་གནང་ཐོག་འཁྲུག་གཞི་འདི་རེད། ད་འོ་ན་གལ་སྲིད་དབུ་མས་ལངས་པའི་སྲིད་ཇུས་འདི་རྒྱ་བོ་རོང་པོ་ཅིག་གི་དགྲ་བོ་རྒྱ་མི་ལ་ཡ་སྙིང་རྗེ་སྒོམ་པའི་སྙིང་རྗེ་ཡིན། སྲིད་ཇུས་ཡིན་ན།

ངས་འདུག་སྟེར་བ་ཡིན་མིན་ནི་དབུ་མའི་ལམ་གྱི་སྲིད་ཇུས་དེ་དགྲ་བོ་རྒྱ་མི་ལ་ཡང་སྙིང་རྗེ་སྒོམ་ཡག་ལས་ལྷག་ཅི་ཆེ་སྟེ་དབུ་མའི་ལམ་གྱི་སྲིད་ཇུས་དེ་ང་ཚོ་བོད་མི་ས་ཡ་དྲུག་ལ་ཡང་སྙིང་རྗེ་སྒོམ་བྱ་བསམ་གི། བོད་མི་ས་ཡ་དྲུག་ལ་ཡང་སྙིང་རྗེ་སྒོམ་པའི་སྲིད་ཇུས་ཅི་རེད་བསམ་གི། རྒྱུ་མཚན། གལ་སྲིད་ང་ཚོས་རང་བཙན་རྩོད་བསྡད་པ་ཡིན་པས་ན་ང་ཚོ་ལ་ཡང་མི་ཆོས་ཡོད་མ་རེད་ང་ཚོ་ལ་དམག་གི་ཆ་ནས་འཇོན་གོ་མ་རེད། མཚོན་ཆ་ཡོད་མ་རེད།

དེས་མ་ཤེས་ཡག་ཆེད་དུ་མི་རིགས་མ་སྟོང་ཡང་དང་སྐད་ཡིག་མ་ཉམས་ཡང་དང་རིག་གཞུང་མ་ཉམས་ཡང་བའི་ཆེད་དུ་དབུ་མའི་ལམ་པ་སྲིད་ཇུས་ཟ་དེ་རྒྱག་རུང་ཅེས་དགོངས་པར་བ་དེ་དངོས་གནས་བྱས་པ་ཡིན་པས་ན་ང་ཚོ་བོད་མི་ས་ཡ་དྲུག་ཡར་སྙིང་རྗེ་སྒོམ་དུ་བ། གཅིག་དེ་རེད། གཉིས་ནས་གལ་སྲིད་རྒྱག་རུང་མོ་ཅིག་གིས་དབུ་མའི་ལམ་གྱི་སྲིད་ཇུས་དེ་ཨ་ནེ་ག་ས་རེད་དགྲ་བོ་རྒྱ་མི་ལ་སྙིང་རྗེ་སྒོམ་པའི་སྲིད་ཇུས་བྱིན་པས་ན་ངས་ཁྱེད་རང་ལ་རྒྱུ་མཚན་གཞན་པས་ཅིག་ཞུ། རྒྱ་གུང་ཏི་གར་སོ་བ་ཟེར་ན་རྒྱ་བ་རུང་ཚོ་ཁྱེད་རང་ཕར་བོད་ལོག་ཤོགས། ཨ་ནེ། འདི་ནས་ལ་ཆ་རྐྱེན་གཅིག་ཡོད་དེ་བོད་དེ་གནའ་སྔ་མོ་ནས་རྒྱ་མིའི་ཆ་ཤས་ཡིན་ཟེར་དེ་ཁས་ལེན་གི་ཡོད་ཟེར་ཞུ་བོར་བ། ད་འོ་ན་དེ་དུས་ཙང་གི་རྒྱ་བ་རུང་བ་ཅིག་གི་དགྲ་བོ་རྒྱ་མི་ལ་ཡང་སྙིང་རྗེ་སྒོམ་བྱས་རྗེས་ཨ་ནེ་བོད་དེ་སྙེ་མ་ནས་ཨ་ནེ་རྒྱ་མིའི་ཆ་ཤས་རེད་ཅེས་གར་ཞེན་གསུངས་ཡོད་མ་རེད། དེ་དུས་ནས་དེ་སྲུང་བྱ་བ་ཡིན་པས་ན་དགྲ་བོ་རྒྱ་མི་ལའི་སྙིང་རྗེ་སྒོམ་སྐྱོང་གི་སྲིད་བྱུས་ཡིན་ན་དབུ་མའི་ལམ་སྟེ། ཨ་ནི་དེ་དུས་ནས་བོད་དེ་ལོ་རྒྱུས་ཆ་ནས་རྒྱ་མིའི་ཆ་ཤས་རེད་ཅེས་ཞུ་བྱ་བ་ཡིན་མོད་སྲུང་བྱ་བ་ཡིན་ན་བོད་ཡིག་གཉིས་དཀའ་ངལ་སེལ་སོང་བ་ཡིན་ནའི་རྒྱ་བོ་རུང་བ་ཅིག་དེ་སྲུང་ཡོང་མ་རུང་བ་གར་བྱས་ནས། དགྲ་ལ་ཡང་སྙིང་རྗེ་སྒོམ་པའི་སྲིད་བྱུས་ཟིང་པོ་མེད་བ་དེ། སྤང། ག་རེ་ཁུང་ཁུང་སྐྱིད་སྡིག་ཅིག་འདུག་ཨ། དེ་འདྲས་རེད། ད་དེ་འདྲས་རྙོག་དྲ་གཅིག་གར་ཆགས་ལོས་ན་དབུས་འོས་བསྡུ་ལྷན་ཁང་དང་ས་གནས་ནས་ཐག་གཅོད་བྱས་བ་དེའི་བར་ལ་ཡང་གནམ་སའི་ཁེ་བ་རྒྱུག་པོ་དེ་རྙོག་དྲ་གཅིག་ཆགས་རེད། དངོས་གནས་བྱས་ན་དབུས་ས་གནས་འོས་བསྡུ་ལྷན་ཁང་ནས་བཅད་ཁྲ་གཏང་རྒྱུ་དེ་བཏང་སྙོམས་བཅས་སྙིང་རྗེ་བོར་ཞིག་བཏང་ཡོད་རེད། དེ་ནས་ལས། ས་གནས་ཀྱི་གཏང་རྒྱུ་དེའི་ནང་ལོགས་ལ་ཡང་སྤྱི་འཐུས་རྣམ་རྒྱལ་འགྲོ་བ་ལ་གར་འདོད་བོ་གང་ཡོད་མར་བཅོས་ཞུས་བས་ན་ངས་ཚོད་དཔག་རེ་ད། དེའི་ནང་ལོགས་ལ་ཡང་མོ་རང་གིས་དབུ་མའི་ལམ་སྲིད་བྱུས་དང་འབྲེལ་བའི་ཐད་ལ་ཡང་གཏམ་བཤད་གནང་རྒྱུ་དེ། ཨ་ནེ།

ད་མི་སྒེར་གཅིག་གི་ངོས་ནས་བཤད་པ་ཡིན་པས་ནས་ལ་ཁྲིམས་ཐོག་ཁྲིམས་ཐོག་ནས་ཉེས་པ་ཕོག་ཟེར་དུས་ཙང་ག་དེ་སུ་སུ་མི་སྒེར་གཅིག་གི་ལོ་རྒྱུས་ནང་བསྡད་དེ་ཨ་རོ། དེ་སྨན་པ་རྟ་རལ་ཆ་མཚོན་པའི་ནས་ལས་དེ་ཇི་གོ་ཇི་གོ་ཞིག་རག་ཡོད་ད་དེ་མི་རྒྱུ་ཐང་ཁག་པོ་ཨོ་རེད་དེ་རེད། ད་ཐ་མའི་གནད་དོན་དེ་ལ་ཡང་སྡོམ་ཞིག་རྒྱག་པ་ཡོད་ན་གར་ཆག་རོགས་ཅིག་ཞུས་ན། ང་ཚོ་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་ངོས་ནས། འོས་འདེམས་བྱས་པའི་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས། ད་ཁོ་རང་སྒེར་གྱི་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལ་ཁམས་ཆུ་རྒྱ་ཏེ་བོད་སྤྱི་བོ་དང་དབུ་མའི་ལམ་དང་བོད་ཀྱི་རྩ་དོན་བསམ་བྱེད་ཀྱི་ཁམས་ཆུ་རྒྱབ་འཇོག་མ་རེད་པ། ཁོ་རང་སྒེར་གྱི་མིང་དང་ཆེ་མཐོང་ལ་ཡང་སྨན་པ་ལྟར་རེ་འགག་པ་རྒྱབ་འཇོག་དེ་གནོད་གོ་ཡོ་སོང་ཙང་དེ་མ་ཁྱོག་ནི་ཨང་དེ་དཔུང་པའི་ཁང་ལ་ཡང་ཁྱེར་མ་ཐུབ་ནི་ཁམས་ཆུ་རྒྱབ་ར་ཁོ་རང་སྒེར་གྱི་དོན་དག་ལ་ཁམས་ཆུ་རྒྱབ་འདུག་བ། སྨན་པ་ལྟར་རེ་དབུ་མའི་ལམ་གྱི་སྲིད་བྱུས་དང་འབྲེལ་བའི་ཐད་ལ་ཡང་འགག་པ་རྒྱག་ཡ་དེ། སྤྱི་འཐུས་རྣམ་རྒྱལ་སྒྲོལ་བ་ལ་ལ་མ་ག་ནས་མ་ར་བ། སྤྱི་འཐུས་རྣམ་རྒྱལ་སྒྲོལ་བ་ལ་ད་དགྲ་ཆགས་ནས་མ་ར་བ་སྨན་པ་ལྟར་ལག་སྲུང་སྐྱོབ་བྱ་སྟེ་བོད་ཀྱི་རྩ་དོན་གྱི་འཐབ་རྩོད་ཀྱི་རྨང་གཞིར་གྱུར་བའི་དབུ་མའི་ལམ་གྱི་སྲིད་བྱུས་ལ་ལོག་འགྲེལ་དེ་འདྲ་བྱས་པ་ཡིན་པས་ན་སྤྱི་ཚོགས་ནང་ལོག་ལ་ཡོད་པའི་གཞོན་སྐྱེས་མི་རབས་གསར་བའི་བསམ་བློའི་ནང་ལོག་ལ་ཡང་ཨ་ནེ་བསམ་བློ་ཨ་ནེ་མ་འདྲ་བ་དེ་འདྲས་ལོག་འགྲེལ་དེ་འདྲས་སླེག་གི་རེད་བསམ་པའི

སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས་ཁྱེད་རང་གིས་དབུ་མའི་ལམ་གྱི་སྲིད་བྱུས་དང་འབྲེལ་བའི་ཐད་ལ་ཡང་གཏམ་བཤད་དེ་གནང་དུས་ཙང་དེ་འདྲའི་དབུ་ཁྲིད་ཆེ་ལ་ཡིད་ཆེས་མེད་ལ་རེ་བ་མེད་ཅེས་གསུངས་པ་ཇི་མ་ཇི་བཞིན། དབུས་གཙང་དང་པོ་ཆོས་ཀྱི་ཆོལ་ཁའི་ངོས་ནས་སྤྱི་འཐུས་རྣམ་རྒྱལ་སྒྲོལ་དཀར་ལགས་ཁྱེད་རང་ལ་རེ་བ་ཞེ་དྲག་རྒྱག་ཉེན་ཡོད་རེད་དེ་ལས་ཡིན་ནའི་ལས་ད་རེས་ཁྱེད་རང་གིས་དབུས་གཙང་ཆོལ་ཁའི་སྤྱི་འཐུས་ཀྱི་མིང་ཐོ་ཡོད་པའི་ཐོག་ནས་དབུས་གཙང་ཆོལ་ཁའི་ཆབ་འབངས་དབུ་མའི་ལམ་གྱི་སྲིད་བྱུས་སྲུང་སྐྱོབ་བྱེད་ཉེན་གྱི་སྨན་པ་ཏཱ་ར་ཨ་ནི་ཡིས་སོ་སོའི་འདོད་བ་ཁ་མ་གང་ཅིག་རྒྱུ་མཚན་ལ་བརྟེན་བྱས་རྗེས་ཨ་ནི་ཡིས་དབུས་འོས་བསྡུ་ལྷན་ཁང་ལས་ཁམ་ཆུ་བརྒྱབ་ཁམ་ཆུ་བརྒྱབ་ཡང་མ་ཚད་རིའི་སྒང་ལ་ཡང་ཉེས་པ་ལོ་བརྒྱད་བཏང་བ་དེས། བཙན་བྱོལ་སྤྱི་ཚོགས་ནང་ལ་ཡོད་པའི་དབུས་གཙང་དམ་པ་ཆོས་ཀྱི་ཕྱེད་ཀའི་མི་དམངས་མང་པོ་ཅིག་གི་བསམ་བློའི་ནང་ལོགས་ལ་ཡང་ཁྱེད་རང་ལ་ཡང་རེ་བ་རྒྱག་ཡ་དེ་ཏན་ཏན་ཉུང་ངུར་ཕྱིན་པ་རེད་བསམ་གི། དེ་ཡིས་ཁམ་ཆུ་དེ་གྲུབ་འབྲས་ཟེར་ནས་མི་འདུག་ཁེ་ཕན་ཟེར་ནས་མི་འདུག་ནག་ཉེས་སུ་ཉན་མི་འདུག་འདི་ཆགས་ཡོད་རྒྱུ་རེད་བསམ་དགོས། བྱས་ཙང་ད་རིང་གི་ངས་དེ་ལ་ཡང་ཞུས་པའི་བཀའ་མོལ་འདི་ལྟས་སུ་ཇི་དགོས་ཇི་བོར་བྱོས་རེད། དབུས་འོས་བསྡུ་ལྷན་ཁང་ལ་ཡང་སྐད་ཆ་ཞིག་བཤད་དགོས་རེད། སྤྱི་འཐུས་གཅིག་ལ་སྐད་ཆ་བཤད་དགོས་རེད་དེ་ནས་སྨན་པ་ཏཱ་ར་ལའི་སྐོར་ལ་སྐད་ཆ་བཤད་དགོས་འདུག་ཙང་གཅིག་བྱས་ན་དེའི་ནང་ལོགས་ལ་ཡང་འགལ་ཟླ་ཤོར་བ་དང་གང་ཟག་སྒེར་ལ་འཕོ་བ་དང་དྲང་པོ་བྱས་མི་འདུག་བསམ་པའི་བསམ་བློ་དེ་འདྲ་བྱུང་པ་ཡིན་དུས་ན་ངས་རྣམ་པ་ལྷན་རྒྱས་ཚང་མ་ལོགས་ལ་ཡང་དགོངས་དག་བྱས་ཞུ་བ་ཡིན། དོ་ཆེ།